འོ་ད་ཁྱོད་རང་གི་བསམ་བློ་འདི་འདྲས་གཏང་རྒྱུ་ཡོད་གཏང་དགོས་རེད་འདི་འདྲས་གཏང་རྒྱུ་ཡོད་མ་རེད་བྱས་རྗེས་ད་ཁོ་ཚོའི་གི་བསམ་བློ་ལ་མ་ཚོད་འཛིན་བྱས་ཡོང་གོར་བ། དེ་ཚོད་འཛིན་བྱས་ནས་ཨ་ནི་ཁོ་ཚོའི་མི་དམངས་ལ་ཡང་མ་བསླབ་བྱ་ག་འདྲས་རྒྱག་གི་བ་རེད་ཟེར་ན། མི་ཚེ་ཟེར་ཡ་དེ་ཨ་ནི་སྡུག་བསྔལ་གི་རང་བཞིན་རེད། མི་ཚེའི་ནང་ལོགས་ལ་ད་ག་དང། སྡུག་བསྔལ་མང་པོ་ཡོད་རེད། དེ་ནི་སྡུག་བསྔལ་གྱི་རང་བཞིན་རེད། ཨ་ནི་མི་ཚེའི་གྱི་ནང་ལོགས་པའི་མི་འཚོ་བ་སྐྱེལ་ཡག་ལ་སྡིག་པ་མང་པོ་བསགས་ཡོད་རེད། བྱས་ཙང་སྡིག་པའི་རང་བཞིན་རེད། དེ་ནི་མི་ཚེ་བསགས་ཡག་རེད་ཆོག་ཙང་ནི་ཡོད་མ་རེད། དེ་ནི་དུས་སང་ནི་ང་རང་ཚོས་སྡིག་པ་དང་སྡུག་བསྔལ་རྐྱང་རྐྱང་གིས་ཁེངས་བསྡད་པའི་གྱི་མི་ཚེ་དེ་ལས་ཁ་བྲལ་ཡག་གི་ཆེད་དུ། ལོ་རྒྱུས་དང་ལོ་ཚིགས། དགོས་ན་ཕྱོགས་ཡོའོ་མ་རེད་མི་ཚེ་ཁོ་རང་སྙིང་པོ་ཡོའོ་མ་རེད་དོན་དག་ཡོའོ་མ་རེད་བྱས་ཙང་མི་ཚེའི་ནང་ལོགས་ལ་ངས་ལས་ཀ་འདི་འདྲ་བྱས་པ་ཡིན་འདི་འདྲ་བྱས་པ་མིན། བཀོད་མ་བཀོད་ཡོའོ་མ་རེད། དེ་འདྲ་ཡིན་དུས་ཙང་ནས། དེའི་རྒྱུ་མཚན་བསྟན་ནས་ཨ་ནི་ལོ་རྒྱུས་ལ་དོ་སྣང་རྩ་བ་ནས་བྱས་ཡོའོ་མ་རེད། ལོ་རྒྱུས་ལ་དོ་སྣང་རྩ་བ་ནས་མ་བྱས་པས་ཡིན་དུས་ས་ནི་དེའི་རྒྱུ་མཚན་ལ་བརྟེན་ནས། རྒྱ་གར་གྱི་ལོ་རྒྱུས་ཕར་བཏགས་ཡོང་དུས་ས་ནི་སྤྱི་ལོའི་སྔོན་གྱི་ལོ། བཞི་བརྒྱ་གོང་གི་སྤྱི་ལོའི་སྔོན་གྱི་རི་དྭགས། ལོ་བཞི་བརྒྱ་གོང་གི་རྒྱ་གར་གྱི་ལོ་རྒྱུས་སྟོང་པ་སྟོང་བརྒྱ། བཞི་བརྒྱ་ལྔའི་གི་དྭགས་རྒྱ་གར་ལོ་རྒྱུས་ཤེས་བཞིན་གོ། ག་རེ་ཟེར་ན། ལོ་རྒྱུས་ཀྱི་ཡིག་ཆ་གཅིག་ཡོད་མ་རེད། ཅི་ཞིག་མ་རྩ་གང་ཡང་ཡོད་མ་རེད། མ་རྩ་མེད་ན་དེ་ཤེས་ཤིང་མ་དགོས། དེ་ལ་བརྟེན་ནས་ད་ལྟའི་གི་ལོ་རྒྱུས་ཞིབ་འཇུག་བྱེད་མཁན་དེ་ཚོའི་གི་ད་སྤྱི་ལོའི་སྔོན་གི་ལོ་བཞི་བརྒྱ་ལྷག་ཙམ་སྔོན་གི་རྒྱ་གར་ལོ་རྒྱུས་ལ་ཞིབ་འཇུག་བྱས་བར་བསམ་ན་ད་ཁོ་ཚོའི་གི་ཐབས་ཤེས་ག་རེ་ཡོད་རེད་ལབ་ཡོད་མིན་ན། རྒྱ་གར་གི་རྩོམ་རིག་རྙིང་པ་དེ་འདྲ་ལྷག་ཡོད་རེད། རྩོམ་རིག་རྙིང་པ་དེ་ཚོའི་གི་ནང་གི་ཨ་ནི་སྐད་ཡིག་གི་རྣམ་པ་དང་ནང་དོན་དེ་ཚོ་ལ་ཡང་བལྟས་བྱས་ནས་འོ་ད་སྐལ་པ་སྔ་མོ་ལོ་རྒྱུས་དག་ལ་ཡང་མི་འདི་འདྲ་འདི་འདྲ་བྱུང་ཡོད་ས་རེད། ད་ག་ནང་བཞིན་ལོ་རྒྱུས་ཨ་ནི་འདི་ནས་ལོ་འདི་ནས་འདི་བར་དུ་ལ་ཡང་བ་ཅི་ག་ལ་གང་འཚམ་ཚོད་དཔག་རུ་བྱས་བྱས་ཨ་ནི་གནས་ཚུལ་འདི་འདྲ་འདི་འདྲ་བྱུང་ཡོད་ས་རེད་བྱས་བྱས་ཨ་ནི་ཚོད་དཔག་བྱེད། ཡིན་པ་ཡིན་ན་ད་རྩོམ་རིག་གི་ལོ་རྒྱུས་ཅིག་ལ་བརྟེན་ནས་དེ་འདྲའི་ཚོད་དཔག་བྱེད་དགོས་དུས་དེ་ལ་དཀའ་ངལ་ག་ཚོད་ཡོད་མེད་དང། གནད་ལ་གལ་བ་ཅིག་ག་ཚོད་ཡོང་གི་ཡོད་མེད་ཟེར་ཡག་དེ་ང་ཚོས་ཐག་གཅོད་བྱེད་ཤེས་བཞིན་པའི་ཕྱིར་བ་ག་རེ་ཟེར་ན་ལོ་རྒྱུས་ཀྱི་ཡིག་ཆ་མར་བ་སྟེ་རྩོམ་རིག་གི་ཡིག་ཆའི་ཕྱིར་བ། དེའི་རྒྱུ་མཚན་ལ་བརྟེན་ནས་ཨ་ནེ་རྩོམ་རིག་གི་ཡིག་ཆ་དེའི་ནང་ལོགས་ན་ཨ་ནེ་ལོ་རྒྱུས་ཀྱི་ཆ་ཤས་ལེན་དགོས་དུས་དཀའ་ལས་ཁག་པོ་ཞིག་ཡོད་རེད། ལྷག་པར་དུ་རྒྱ་གར་གྱི་རྩོམ་རིག་གི་བརྩམས་བྱ་དེ་ཚོ་ཚང་མ་ལོག་པའི་གསོན་ཉམས་དོད་པོ་བཞི་པོ་བྲིས་ཡོད་རེད། དངོས་གནས་དྲ་གནས་ཚང་མ་ལོག་བདེན་པ་ཡིན་ན་བསམ་བསམ་རུང་རྐྱང་རྐྱང་བྲིས་ཡོད་རེད། དེ་བྲིས་ཡོད་པའི་ཡིན་ཙང་དེའི་རྒྱུ་མཚན་ལ་བརྟེན་ནས། རྩོམ་རིག་གི་ཡིག་ཆ་དེ་ཚོ་བཏགས་ཡོད་དུས་དངོས་གནས་ག་རེ་ཡིན། རྫུན་མ་ག་རེ་ཡིན་ཟེར་བར་རྫུན་མ་ཟེར་ན་དྲག་ཏུ་ཕ། རྩོམ་པ་པོས་ཀྱི་རྩོམ་སྒྲིག་བྱས་བཞག་པ་ག་རེ་ཡིན་ལོ་རྒྱུས་ངོ་མ་ག་རེ་ཡིན་དབྱེ་བ་ཆོད་ཡག་ག་ལ་ཁག་པོ་ཞིག་ཡོད་རེད་གངས་དཀར་ལོ་བདེན་བདེན་འདྲ་བ་གངས་དཀར་ལོ་དངོས་གནས་འདྲ་བ་ཀྱེ་འགའ་བྲིས་བཞག་དེ་འདྲ་ཡིན་དུས་ས་མཐར་གཏུགས་ཏེ་བཤད་པ་ཡིན་པས་ན། རྩོམ་རིག་གི་ལོ་རྒྱུས་དེ་ཚོའི་ནང་ལོགས་ནས། ལོ་རྒྱུས་ངོ་མ་ག་ཚོད་ཅིག་རྙེད་མ་རྙེད་བྱ་སྟེ་གཙོ་བོ་ཞིབ་འཇུག་པ་རང་ཉིད་ཀྱི་རྣམ་དཔྱོད་ལ་བརྟེན་ནས་ཚོད་དཔག་བྱེད་ཡག་མ་གཏོགས་ཞིབ་འདང་ཐབས་ཤེས་གང་ཡོང་མི་གདའ། ལོ་རྒྱུས་ཀྱི་ཡིག་ཆ་གི་ཚུལ་ཁ་གྲགས་རོགས་བྱེད་ཡོག་མ་བྱས་ཙང་ང་ཚོའི་གི་ཕར་ཀླད་པ་དཀྲུགས་རྗེས་ཕར་བསམ་བློ་གཏང་དགོས། དེ་འདྲས་ཡིན་པའི་ཡིན་དུས་ས་ནས་རྒྱ་གར་གྱི་གནའ་རབས་ཀྱི་ལོ་རྒྱུས་དེ

ད་ག་ནང་བཞིན་གྱི་ང་ཚོས་མཁྱེན་དགོས་ཅི་ག་རེ་བ་རེད་ཟེར་ན་རྒྱ་གར་ལ་ལོ་རྒྱུས་ཕ་ཡིག་ཡིག་ཐོག་ལ་བཀོད་མཁན་མེད་པ་ཙམ་དུ་མ་ཟད་པའི་གནའ་རབས་ཀྱི་རྒྱ་གར་ལ་ཡང་གནའ་སྔ་མོའི་གི་རྒྱ་གར་ལ་ལོ་རྒྱུས་ཕ་ཡིག་ཐོག་ལ་བཀོད་མཁན་མེད་པ་ཙམ་དུ་མ་ཟད་པའི་ལོ་རྒྱུས་ལོ་རྒྱུས་ལ་ཞིབ་འཇུག་བྱེད་མཁན་ཁོ་རང་ཡང་ཨ་ནི་བྱུང་ཡོད་པ་མ་རེད། ལོ་རྒྱུས་མེད་ན་ཡང་ད་ཅིག་ཞིབ་འཇུག་རེ་བྱས་ན་ཅིག་སྙན་ཡག་ཡོང་སྲིད་རོ།

རྒྱ་གར་ལས་བཅའ་སྡོད་བྱེད་མཁན་གྱི་སྤྱི་ཁྱབ་ཇི་ཡོར་བ་དང་གཙོ་འཛིན་རབ་འབྱོར་བ་ཨོ་ཏ་དི་གིས། ཁོ་རང་རྒྱ་གར་གྱི་རིག་གནས་ལ་ཡང་དགའ་པོ་ཡོད་པ་བྱས་རྗེས་དེ་གིས་རྒྱ་གར་གྱི་རིག་གནས་ལ་ཡང་དང་ལོ་རྒྱུས་ལ་ཞིབ་འཇུག་བྱེད་ཨ་གི་ཁོ་སྐུལ་འདེད་རབ་ཤུགས་ཆེན་པོ་བྱེད་པར་སྐུལ་འདེད་བྱས་རྗེས་སྐུལ་མ་ཞེ་དྲག་བྱས་པ་རེད། དེ་བྱས་པ་དེ་ལ་བརྟེན་ནས་ཨ་ནེ་ནུབ་ཕྱོགས་ཀྱི་རྒྱལ་ཁབ་ནས་རྒྱལ་ཁབ་དེ་ཚོའི་ནང་ལོགས་ནས། དཔེར་ན་ཨིན་ཇི་རེད་འཇར་མན་རེད། ཧྥ་རན་སི་རེད་དེ་ཚོའི་ནང་ལོགས་ནས་ཨ་ནི་རྒྱ་གར་ལ་ཞིབ་འཇུག་བྱེད་མཁན་གྱི་མཁས་པ་ཚོགས་གཅིག་བྱུང་བ་རེད། དེ་འདྲ་ཡིན་པའི་དུས་ས་ནས། རྒྱ་གར་ལ་ཞིབ་འཇུག་བྱེད་མགོ་དེ་ནུབ་ཕྱོགས་ཀྱི་མཁས་པ་དེ་ཚོས་བཙུགས་བཞག་པ་ཞིག་རེད་ཟེར་ལབ་ཡིན་པས་ན་ཨ་ནི་མ་འགྲིག་པ་མེད་འདོད་པ་ཆགས་ཡོད།

དངོས་གནས་བྱས་པས་ན་རྒྱ་གར་དེ་དེ་འདྲ་བོའི་ཅིག་ཤེས་རིག་ལོ་རྒྱུས་རིང་པོ་ཡོད་བསྡད་པའི་རྒྱལ་ཁབ་ཅིག་རེད་པ། ད་ལྟའི་ཞིབ་འཇུག་བྱེད་མཁན་ཡིན་ན་ཡང་ད་ལྟའི་ཞིབ་འཇུག་བྱེད་ཡག་གི་གར་ཤོར་བའི་ཅིག་བྱུང་པའི་དུས་ཚོད་རེད་པ་དེ་ཐུན་ཐུན་གྱིས་མ་གཏོགས་ཆོ་ཡོག་མ་རེད། ད་བ་ན་ང་ཚོའི་རྒྱ་གར་གི་ལོ་རྒྱུས་ལ་ཞིབ་འཇུག་བྱེད་དགོས་བྱུང་ན་ད་ཞིབ་འཇུག་གི་ཡིག་ཆ་ག་རེ་ག་རེ་ཡོད་རེད། དཔྱད་ཞིབ་ཀྱི་ཡིག་ཆ་ག་རེ་ག་རེ་ཡོད་རེད་ལབ་པ་ཡིན་མིན་ན། ད་དེ་བར་རོབ་ཙེ་བར་ཞུས་པ་ཡིན་མིན་ན། གལ་སྲིད་ང་ཚོའི་གི་སྤྱི་ལོའི་སྔོན་གྱི་ལོ་བཞི་བརྒྱའི་གོང་གི། སྤྱི་ལོའི་སྔོན་གྱི་ལོ་བཞི་བརྒྱའི་གོང་གི་གནས་ཚུལ་ཤེས་འདོད་ཡོད་པ་ཡིན་མིན་ན། བདག་ག་རེ་བྱའོ་རེད་ཟེར་ན། གནའ་རབས་ཀྱི་རྒྱ་གར་གྱི་ཤུལ་བཞག་ཡིག་ཆ་དེ་ཚོ་ལ་མ་ལྟ་རང་ལྟ་རེད་ཟེར། ཡིན་ན་ཡང་གནའ་རབས་ཀྱི་རྒྱ་གར་གྱི་ཤུལ་བཞག་ཡིག་ཆ་དེ་ཚོ་གཙོ་བོ་དེ་ཆོས་ཀྱི་གཞུང་ལུགས་དང། དེ་མིན་ན་ཆོས་ཀྱི་ནང་དོན་ཤུགས་ཆེན་པོ་ཡོད་བསྡད་པའི་ཀྱི་རྩོམ་རིག་གི་གཞུང་ལུགས་རྐྱང་རྐྱང་ཆགས་བསྡད་ཡོད་རེད། དེ་ཚོའི་ནང་ལོགས་ལ་ཡང་སྐབས་དེ་གི་སྤྱི་ཚོགས་ཀྱི་གནས་སྟངས་ག་ལ་གང་འཚམ་འདྲ་པོ་ཅིག་སྟོན་ཐུབ་ཡོད་རེད། ཡིན་པ་ཡིན་ནའང་ཨ་ནེ་དེའི་དཔེ་ཆ་དེ་ཚོའི་ནང་ལོགས་ལ་ཡང། ཅིག་ལྷ་ཡི་སྒྲུང་ཟེར་ན་ཡང་འདྲ་འདུག་ཡང་ན་རིག་བྱེད་ཀྱི་གཏམ་རྒྱུད་མང་པོ་ཞིག་བཅས་འདྲེས་ཡོད་པ་ཡིན་དུས་ས་ནས། དེ་གི་དེ་དཔེ་ཆ་དེ་ཚོ་ཚང་མ་ལོགས་ཨ་ནེ་ལོ་རྒྱུས་ཀྱི་ཡིག་ཆ་དངོས་གནས་རེད་ཟེར་ལབ་ལབ་ཐུབ་ཡག་དཀའ་ལས་ཁག་པོ་ཞིག་ཆགས་བསྡད་ཡོད་རེད། བཏང་བ་ན་དེ་འདྲ་བོའི་གིས་ད་ལྟ་ངས་བཤད་དེ་ཡག་གི་ཆོས་ཀྱི་གཞུང་ལུགས་དང་རྩོམ་རིག་གི་གཞུང་འདི་ཚོ་གར་གར་རེད། ལབ་ཡིན་མིན་ན། ད་ཆོས་ཀྱི་གཞུང་ཟེར་ཡག་དེ་རིག་བྱེད་ཀྱི་གཞུང་ཡིན་པ་རེད། ཨང། ད་དེ་ནས་རྩོམ་རིག་གི་གཞུང་ཟེར་ཡག་དེ་ཨ་ནི་སྙན་ངག་ཆེན་པོའི་གཞུང་གཉིས་ཡོད་པ་མ་ཧ་བྷ་ར་ཏཱ་དང་ར་མ་ཡ་ནི་རྟོགས་བརྗོད་ཨོ་ད་དེ་གཉིས་ཡིན་པ་རེད། དེ་འདྲ་ཡིན་པའི་ཡིན་དུས་ས་ནས། ཨར་ཡེལ་གྱི་མི་དེ་ཚོ

བར་གྱི་ལོ་རྒྱུས་དེ་ལྟར་གཙོ་བོ་གོང་དུ་ངས་ཞུས་པའི་གི་ཨ་ནི་རིག་བྱེད་ཀྱི་གཞུང་དང། ཨ་ད་ཨ་ན་ཅི་མ་ཧ་བྷ་ར་ཏ་དང་ར་མ་ཡ་ནི་རྟོགས་བརྗོད་དེ་ཚོ་ལ་ཡང་བརྟེན་ནས་ང་ཚོས་རྟོགས་ཐབས་བྱེད་ཨ་མ་གཏོགས་པའི་གཞན་ཐབས་ཤིག་གས་ཡོད་མ་རེད། ད་དེ་ནས་ཕྱི་ལོགས་ཀྱི་མི་འཛམ་གླིང་ཕྱི་ད་གར་རྒྱ་གར་མ་ཡིན་པའི་རྒྱལ་ཁབ་གཞན་གྱི་མི་གིས་ཨ་ནི་རྒྱ་གར་ཟེར་ཡག་ལུང་པ་དེ་འདྲ་ཅིག་ཡོད་པ་ཤེས་ཡག་དེ།

དེའི་གི་སྐུ་ཚབ་དེའི་གི། རང་ཉིད་མང་ཀ་ཏག་ལ་ཡང་སོང་བའི་སྐབས་ཀྱི་ཨ་ནི་མཐོང་ཐོས་མྱོང་མྱོང་གསུམ་དེ་པ་ཡིག་ཐོག་ལ་ཡང་བྲིས་བྱས། Indica ཟེར་བ་གི་དེབ་ཅིག་ཨ་ནི་ཁོས་བྲིས་པ་རེད། དེབ་དེ་ལ་བམ་པོ་བཞི་ཡོད་རེད། འོ་ད་དེ་འདྲ་གི་བམ་པོ་བཞི་ཡོད་པའི་དེབ་ཅིག་ཨ་ནི་ཁྱབ་བསྒྲགས་བྱས་པ་རེད། ཡིན་ན་ཡང་བློ་ཕམ་པ་ཅིག་ལ་ཡང་དེབ་ངོ་མ་དེ་ཨན་དེང་སང་ཡོག་མ་རེད་བཀླགས་ཚར་རེད། ཡིན་ན་ཡང་ཕྱིས་སུ་མི་གཞན་དག་གིས་ཨན་དེབ་དེའི་ནང་གི་དུམ་བུ་དུམ་བུ་དེ་འདྲས་ལུང་འདྲེན་བྱས་བྱས་པ་དེ་འདྲས་དེང་སང་མཐོང་ཡ་ཡོད་ས་རེད། གང་ལྟར་ཡང་སྐབས་དེ་དུས་སང་ནི་ད་མི་དེ་ཀོ་རྒྱ་གར་ལ་ཕྱིན་བྱས་ཨན་ཚུལ་གླེང་དུས་སང་ད་ང་རྒྱ་གར་ང་རྒྱ་གར་སའི་ལུང་པ་ཅིག་ལ་ཕྱིན་པ་ཡིན་ཟེར་ཞིང་ད་གང་ལྟར་རྒྱ་གར་ལ་ཕྱིན་པའི་གི་ཨ་ནི་ཅིག་ཉམས་མྱོང་རོ་བ་ཟེར་ན་རག་མཐོང་ཐོས་མྱོང་གསུམ་དུ་བ་ཡི་གེ་ལ་བྲིས་ཅིག་མི་ལ་ཡ་ཁྱབ་རག་ལྟ་འདུས་སམ་མི་ཚང་བ་ལོ་ཁོས་གི་བྲིས་བཞག་པའི་གི་ནང་དོན་ལ་ཡིད་ཆེས་མ་སྐྱེས་རེད། ཨའོ་དེ་འདྲས་ཡོང་སྲིད་ཀྱི་མ་རེད་རྒྱ་གར་སེང་གེ་དེ་འདྲས་ཅིག་ལུང་པ་ཅིག་ཡོད་སྲིད་ཀྱི་མ་རེད་ཟེར་ཞིང་ཨ་ནི་དེ་འདྲས་གི་ཁོ་རང་ཡིད་ཆེས་མ་སྐྱེས་རེད། ག་རེ་ཟེར་ན་སྐབས་དེ་དུས་དེང་སང་དང་འདྲ་གི་མ་རེད་བ་ཨ་ད་རྒྱ་གར་སའི་ལུང་པ་འདི་འདྲ་ཞིག་འདུག་ལབ་ཡོང་དུས་སང་ཁོ་ཚོ་ཧ་ལས་ལས་རེད་བྱས་ལྷག་པར་དུ་སྐབས་དེ་དུས་རྒྱ་གར་ཁོ་རང་ཡ་རྒྱལ་ཆེན་པོ་ཞེ་དྲག་ཕྱིན་ཚར་འདུག་བ་བྱས་ས་དེ་འདྲས་ལབ་ཡོང་དུས་སང་མི་ཚོས་ཧ་ལས་ལས་བྱས་བྱས་དེ་ཡིད་ཆེས་ཀྱི་ཡོད་ས། གང་ལྟར་ཡང་དེབ་དེའི་ནང་ལོགས་ལ་ཡང། སྤྱི་ལོའི་སྔོན་གྱི་ལོ་བཞི་བརྒྱ་ནས་ལོ་སུམ་བརྒྱའི་པར་རུག་གི་ཡང་ན་རྒྱ་གར་གྱི་གནས་ཚུལ་མང་པོ་ཅིག་འཁོད་དུ་ཡོད་རེད། དེ་འདྲ་ཡིན་པའི་ཡིན་དུས་སང་དེའི་རྒྱུ་མཚན་ལ་བལྟས་ནས། ཡང་ན་ལོ་རྒྱུས་ཞིབ་འཇུག་བྱེད་མཁན་ཚོ་ལ་ཡང་མཚོན་པའི་ཡུལ་ན། དེའི་གི་དེབ་བལྟས་པས་རིན་ཆེན་རིན་ཐང་མེད་པ་ལྟ་བུ་ཅིག་ཆགས་དུ་ཡོད་རེད། ད་དེའི་སྔན་གྱི་ལོ་རྒྱུས་དེ་ཚོ་ཚང་མ་ལོ་རྟགས་དང་གིས་གོང་དུ་ཞུས་པ་ནང་བཞིན་ད་ལྟའི་ལོ་རྒྱུས་དངོས་གནས་དྲ་གནས་ཀྱི་མི་ཅིག་བོད་སྐད་དངོས་སུ་ཕྱིན་བྱས་ཡང་ན་ཁོ་རང་གིས་པ་མཐོང་ཐོས་བྲིས་བཞག་པ་ཡིན་དུས་སང་རྟགས་ཁོ་ལོ་རྒྱུས་ཀྱི་གར་རོ་ཅི་ཞིག་ཁུངས་ཐུབ་རེ་བྱ་རེ་ཡོད་རོ། དེ་མ་ཡིན་པའི་དེའི་སྔན་གྱི་ལོ་རྒྱུས་འདི་ཚོ་ཡིན་ན་ད་ད་གིས་གོང་དུ་ཞུས་པ་ནང་བཞིན་གྱི་ཅིག་རིག་བྱེད་ཀྱི་གཞུང་དང་ཨ་ནི་སྙན་ངག་གི་གཞུང་དེ་ཚོ་ལ་ཡང་བལྟས་བྱས་ནས་རྗེས་དཔག་བྱས་ཚོད་དཔག་བྱས་ཅིག་གཙོ་བོ་ཡིན་པའི་ཡིན་དུས་ས་ནས་ཅིག་ཧ་ཅང་ཐག་ཆོད་པོའི་ཐོག་ནས་འོ་ད།

སློབ་དཔོན་ཅིག་ཡོད་རེད་ཁོང་གི་མཚན་ལ་ཡང་རྒྱ་སྐད་ཐོག་ལ་བཱ་ཞན་ཟེར་བ་རེད་དེ་བོད་སྐད་ཐོག་ལ་ཚུར་བསྒྱུར་ཡིན་པས་ན་ཨ་ནི་ཆོས་སྣང། ཆོས་ཆོས་ཀྱི་སྣང་བ་ཟེར་ཞེས་ད་དེ་འདྲས་བྱུང་ཡིན་པ་རེད། འོ་ད་ཆོས་ཀྱི་སྣང་བ་ཟེར་དེ་འདྲས་བྱུང་ཁོང་ཨ་ནི་ལ་དང་ལུང་པ་མང་པོ་ཞིག་རྒལ་བྱས་ཨ་ནི་རྒྱ་གར་ལ་ཡང་འབྱོར་བ་རེད། རྒྱ་གར་ལ་ཡང་འབྱོར་བ་བྱས་ནས་ཕྱིས་སུ་ཚུལ་རྒྱ་གར་ནས་ཚུལ་རྒྱ་ནག་ལ་ཡང་ཕེབས་པའི་རྗེས་ལ་ཡང་གོང་གི་སྐབས་ཁོ་རང་རྒྱ་གར་ལ་ཕེབས་པའི་གནས་ཚུལ་དེ་ཚང་མ་ལོ་ཡིག་ཐོག་ལ་བྲིས་གནང་བྱས་འཕགས་པའི་ཡུལ་གྱི་ལམ་ཡིག་ཟེར་ཡག་ཅིག་རྒྱ་སྐད་ཐོག་ལ་ཡང་བོ་གོ་ཅི་ཟེར་ཡག་ཅིག་འདི་ཅིག་བྲིས་གནང་ད་ལྟའི་དུས་རབས་བཞི་བའི་ནང་ལོགས་ལ་ཡང་བྲིས་པའི་ཡིག་ཆ་ཅིག་ཆགས་ཡོད། ད་དེ་ནས་དུས་རབས་བདུན་པའི་ནང་ལོགས་ལས་ད་ང་ཚོས་ཐང་གཞོན་ཚང་ད་ཚང་མི་སྐྱེ་འགར་བ་ང་ཚོ་ཀྱི་ང་ཚོ་མང་པོ་ད་ཉུལ་སྤིའུ་ཕག་པ་ཡོད་བ་སྤིའུ་ཕག་པའི་གི་དེ་གར་ས་དེ་དེ་དེ་གློག་བརྙན་ལྟ་དུས་སམ་ད་དེའི་ནང་ལོགས་ལས་ཡ་གར་ས་ཐང་སན་ཡོད་བ་འོ་ཐང་ཐང་སན་ཨ་མི་ཐོ་བོ་ཡོད་བ་འོ་ད་དེ།

ད་ནི་རྒྱ་གར་ལ་ཕེབས་རྗེས་ཁོང་རྒྱ་གར་གྱི་ཕ་ཇིའི་ཤར་ལྷོ་ནུབ་བྱང་དབུས་ཀྱི་པའི་ས་ཆ་མང་པོ་ལ་ཡང་ཕེབས་ནས་དངོས་སུ་ཕེབས་ནས་ད་ནི་ཁོ་རང་རང་གི་རྟོག་ཞིབ་མཛད། ད་ནི་ད་ནང་བཞིན་གྱི་རྒྱ་གར་གྱི་ཅིག་ཆབ་སྲིད་ཡིན་ནའང་རེད། ད་ནི་ད་ནང་བཞིན་གོམས་སྲོལ་ཡིན་ནའང་རེད། ད་ནང་བཞིན་ད་མང་པོ་ཅིག་ལ་ཡང་ཞིབ་འཇུག་རུ་སྣང་བྱས། ཨན་ཐ་མ་ཐ་མ་དེ་ལ་ཡང་གོང་གི་ཆེན་པོ་ཐང་གུར་གྱི་ནུབ་ཕྱོགས་སུ་བསྐྱོད་པའི་ལམ་ཡིག་ཟེར་གྱི་དེ་འདྲ་ཅིག་བྲིས་སྣང་ཡང། ད་དེའི་ཡིག་ཆ་དེ་དཔེ་མི་སྲིད་གལ་ཆེན་པོ་ཆགས་ཡོད། ད་དེ་ནས་དུས་རབས་བདུན་པའི་གི་མཇུག་ལ་ཡང་ཡང་རྒྱ་ཡི་ལྷོ་དཔོན་གཞན་དག་ཅིག་རྒྱ་ནག་གི་ལྷོ་དཔོན་གཞན་དག་ཅིག་རྒྱ་གར་ཕེབས། ཁོང་གི་མཚན་ལ་ཡང་རྒྱ་སྐད་ལ་ཡང་དབྱིས་ཅིང་ཟེར་བ་རེད་བོད་སྐད་ནང་ཚུད་རྒྱུ་ཡིན་མིན་ཨན་དོན་དག་པ། ཁོང་རྒྱ་གར་ལ་ཕེབས་དུས་ས་གནས་མཚོ་ཐོག་བརྒྱུད་ཆས། སྐབས་དེ་དུས་ས་གནས་ད་མཚོ་མཚོ་བརྒྱུད་ནས་མཚོ་ཐོག་ནས་བརྒྱུད་ཆས་སྐབས་ད་ལྟ་དེང་སང་ཀ་ལི་ཀ་ཏ་བསམ་རོགས་ད་དེ Bengal དེ་ཚོ་བརྒྱུད་ཆས West Bengal དེ་ཚོ་བརྒྱུད་ནས་ཨ་ནི་རྒྱ་གར་ལ་ཡང་ཕེབས། ཁོང་ཡང་རྒྱ་གར་ལ་ཚུད་ཕེབས་ཚར་བའི་རྗེས་ལ་ཡང་ཡང་ལྷོ་རྒྱ་མཚོ་ནས་སྤྲིངས་པའི་འདུལ་ཁྲིམས་ཀྱི་རྟོགས་བརྗོད་ཟེར་ཨོ་ད་དེ་འདྲས་ཀྱི་ཡིག་ཆ་ཅིག་ཚར། བྱས་ཙང་གོང་དུ་ཞུས་པའི་ཀྱེ་རྒྱ་ཡི་ལྷ་དཔོན་གསུང་གི་མཛད་པའི་ཀྱི་ཡིག་ཆ་དེ་ཚོ། ད་ལྟ་ཡིན་ན་ཡང་རྒྱ་ནག་གི་སྡེ་སྣོད་གསུམ་གྱི་ཁུངས་ལ་ཡང་ཞུགས་ཡོད་པ་ཡིན། དེ་འདྲ་ཡིན་དུས་ད་རྒྱ་གར་གྱི་ལོ་རྒྱུས་ངོ་མ་གཏན་འབེབས་བྱེད་དུས་ས་ནས་གོང་དུ་ཞུས་པའི་ཀྱི་རྒྱ་ཡི་ལྷ་དཔོན་དེ་ཚོའི་མཛད་བཞག་པའི་ཀྱི་ཡིག་ཆ་དེ་ཚོ། དཔྱད་གཞི་ནུས་པ་ཆེ་ཤོས་འགྲུབ་པ་ཅིག་ཆགས་བསྡད། ལྷག་པར་དུ། ཐང་ཞོན་ཚང་གིས་མཛད་པའི་གི་ཆེན་པོ་ཐང་གུར་གྱི་ནུབ་ཕྱོགས་སུ་བསྐྱོད་པའི་ལམ་ཡིག་གསལ་བ་དེས། མི་ཐམས་ཅད་ཀྱིས་ཞིབ་འཇུག་བྱེད་མཁན་གྱི་མི་དེ་ཚོའི་གི་བརྩི་མཐོང་ཆེ་རུ་ཆེ་རུ་འགྲོ། ལྷག་པར་དུ་ད། ནམ་རྒྱུན་དེ་ཟིག་ཏུ་བ་ང་ཚོ་ད་ལྟ་རྒྱ་གར་ནང་ལོག་ལེ་ཡ་ཅིག་ནང་པའི་གི་གནས་ཆེན་ཁག་དེ་ཚང་མ་ལོ་ད་ཅིག་འདི་རེད་འདི་རེད་ཟེར་ཡག་ཅིག་ངོས་འཛིན་བྱས་ཞོར་བ། དེ་ངོས་འཛིན་བྱས་ཡོད་པ་དེ་ཨན་ཐང་བཞོན་ཚང་གི་དེབ་དེ་ཡོད་པ་དེ་སྐུ་དྲིན་བསྟན་ནས་ཨན་ང་ཚོས་ད་ལྟ་རྒྱ་གར་གི་ནང་པའི་གནས་ཆེན་ཁག་དེ་གི་དེ་ངོས་འཛིན་གསལ་པོ་བྱེད་ཐུབ་ཡོད་རེད། གལ་སྲིད་དེབ་དེ་མེད་པ་ཡིན་པའི་ན་ང་ཚོའི་གི་རྒྱ་གར་གི་ནང་པའི་གནས་ཆེན་ཁག་དེ་ཚོ་ག་རེ་ག་རེ་ཡིན་ངོས་འཛིན་གསལ་པོ་བྱས་ལ་དཀའ་ངལ་འཕྲད་དེ་ཡོད་རེད་ཟེར་ནས་ལབ་འདུག་བ།